ཚོད་མ་ཉུལ་བརྩེགས་བརྒྱ་ན་སྐར་མ་གཅིག་གཉིས་ཤིག་ནང་ལོགས་གཞི་ཚོད་མ་ཕ་མ་སྒྲོལ་མས་ཕྱག་འཚལ་ཉེར་གཅིག་ཡོད་པའི་ནང་ནས་ཕྱག་འཚལ་བཅུ་གཉིས་པ་དེ་ནི། བཞུའོ་ཡོད་ཀྱང་ན་ངོ་སྤྲོད་བཅུའོ་ཡོད། ཕྱག་འཚལ་བཅུ་གཉིས་པ་ཁྱེད་རེ་ཕྱག་འཚལ་ད་ཡོད་ནུབ་མོ་འུར་རྒྱན། རྒྱན་པ་ཐམས་ཅད་ཤིན་ཏུ་འབར་མ། རལ་པའི་ཁྲོད་ནས་ཨུ་པ་མེ་ལ་བཏགས་པ་བཞིན་དུ་ཨོ་རབ་མཛད་མ་ཟེར་གསུང་བྱིན་རླབས་ཅན་གྱིས། བདེན་པའི་རང་སྟེ་ནི་ཡིད་དབང་འཕྲོག་བྱ་ཅན་གྱི་གསུང་བ་མཛད་དོ་ནོ། ཡིད་དོན་བདག་པོ་བཀའ་ཟུར་ཞིག་ནས་འོག་བཞུགས་པ་ཡིན་ན་སྤྱི་སྟངས་རྒྱུད་སོ་སོའི་ནང་ཡིད་ཚིག་པོ་མ་འདྲ་བ་རེ་ཡོང་འདུག་ག་ལེ། དཔེར་ན་རྒྱུད་བཅས་པ་རྫོགས་ཤིག་ཡིན་པ་ཡིན་ན། ཕྱག་ཚལ་ཟླ་བའི་རྩེ་མོ་དབུར་བརྒྱན་སོང་བ་ཟེར་འདུག་ང་དང་ཟླ་བའི་ཟླུམ་དབུར་བརྒྱན་ནས་ཚ་པོ་ལ་རྩེ་མོ་དབུར་བརྒྱན་སོང་བ་ཟེར་འདུག་དེ་ན་གཙོ་ཁ་ཚིག་མཐའ་མ་བཏགས་པ་བཞིན་དུ་ཨོ་རབ་མཛེས་མའི་ཚབ་ལ་བཏགས་པ་བཞིན་དུ་ཨོ་རབ་འཛག་མ་སོང་ཟེར་འདུག་ག་ལེ།

དེ་རྒྱན་བུ་ནི་དེ་སེམས་ཅན་ཐམས་ཅད་ཀྱི་དེ་ནི་ང་དང་བཀྲ་མི་ཤིས་པའི་དེ་ནི་ནད་གདོན་བགེགས་བར་ཆད་ཐམས་ཅད་ས་ལས་དེ་ནི་ང་དང་སེམས་ཅན་ཐམས་ཅད་ལས་དེ་ནི་ང་དང་ཅི་ནོ་ཟེར་ན་བཀྲ་ཤིས་ཤེས་དང་དེ་ནི་ང་དང་སེམས་དོན་བསམ་དོན་འགྲུབ་བྱེད་ཡང་ན་དེ་ནི་ང་དང་སྡུག་བསྔལ་སེལ་བྱེད་དེ་ནི་ང་དང་འོད་ཟེར་ཤིན་ཏུ་འབར་འདུག། མ་ཟད་དེ་ནི་ཟླ་བའི་དུམ་བུ་རྒྱན་ཟླ་བའི་དུམ་བུ་ལས་འོད་ཟེར་འབབ་པར་མ་ཟད། དེ་ནི་རྒྱན་ཙམ་ཞིག་བརྒྱན་ནས་ཡོད་ནས་རྒྱན་པ་ཐམས་ཅད་ལས་དེ་ནི་སེམས་ཅན་ཐམས་ཅད་ཀྱི་དེ་ནི་ང་དང་སྡུག་བསྔལ་སེལ་བྱེད་དང་བཀྲ་ཤིས་སྩལ་བྱེད་ཟེར་དེ་ནི་ང་དང། དངོས་གྲུབ་བོ་ཟེར་དུ་གསུང་བ་མཛད་དེ་ནོ་བ་ལས། དེ་ནི་གཡུག་ལ་དེ་ནི་སློབ་པའི་སྙེམས་པ་འབེབས་པས་དེ་ནི་བཀྲ་ཤིས་སྩོལ་བའི་འགྲོལ་མའང་གཞོག་ནོ་གཞུག་བྱེད་ནི།